ད་ལྟ་གུས་པས་ལེ་སི་དེ་གོ་བ་རེད་ཟེར་སོང་ན་ང་ནི་ཨ་ཚོགས་ཨ་ནི་གཅིག་གིས། ཀོང་པོ་སྨིན་གླིང་རྫོང། སྟབས་ཉེན་ཞིང་གླང་དཀར་གྲོང་ཚོ་ལ་ཡང་ཡོད་པའི། ཨ་ནི་གླང་དཀར་རྡོ་རིང་གི་ཁྲི་ལ་ཡང་སླེ་བསྡད་ཡོད། ཏང་ནང་ཚོ་རྡོ་རིང་དེ་ཡིན་སོང་ན་བཙན་པོའི་སྐབས་ནས་བཞག་པའི་གི་རྡོ་རིང་གཅིག་རེད་བཞག། སྤྱི་ལོ་བདུན་བརྒྱ་ལྔ་བཅུ་ང་ལྔ་ལོ་ནས་སྤྱི་ལོ་བདུན་བརྒྱ་དགུ་བཅུ་གོ་བདུན་ལོའི་བར་ལ་ཡང་ཨ་ནི། བཙན་པོ་ཁྲི་སྲོང་ལྡེ་བཙན་གྱིས་བཞེངས་པ་དེ་འདྲས་གཅིག་རེད་བཞག་ད་དེའི་གི་བཞེངས་པའི་ལོ་ཚིགས་དེ་ལ་ཡང་ངེས་ཅན་གྱི་ལོ་ཚིགས་གཅིག་མི་འདུག་ལྷག་པར་དུ་ང་ནག་ཚོགས་ཨ་ནི་གཅིག་གི་ད་ལྟའི་དུས་ལ་ཡང་རྡོ་རིང་དེ་ཡིན་སོང་ན་ཨ་ནི། ཆག་སྐྱོན། ཆེན་པོ་ཤོར་བ་བཅས་རེད་བྱ་དེ་ཡིན་ན་ང་ནག་ཚོ་རིག་གནས་ས་ཆེན་པོའི་སྒང་ལ་ཡང་གཏོར་སྐྱོན་ཐེབས་པ་བཅས་རེད་བྱ། ད་ང་ནག་ཚོ་དུས་རིང་འདིའི་ནང་ལོག་ལ་ཡང་ནང་དོན་ག་རེ་བཀོད་ཡོད་རེད་ཟེར་སོང་ན་ཀོང་ཅི་དཀར་པོ་ཟེར་ཡག་དེ་ལ་ཡང་བཙན་པོ་ཁྲི་སྲོང་ལྡེ་བཙན་གྱིས་ཞལ་བཞེས་གནང་བའི་གནའ་རྫིག་ཡི་གེ་བཅས་རེད་བྱ། ད་དེའི་ནང་དོན་ལ་ཡང་དང་པོ་དེ་ག་རེད་ཟེར་སོང་ན་ཨ་ནི་ཀོང་ཅི་དཀར་པོ་ཞུ་ཡག་འདི་གའི་དབང་སྒྱུར་བྱེད་པའི་ཀོང་པོ་དང་དེའི་རྒྱལ་ཕྲན་གྱི་ཨ་ནི་ཁེ་དབང་མུ་མཐུད་རྒྱུན་འཛིན་བྱེད་ཆོག་པའི་གི་ཞལ་བཞེས་ཀྱི་རེད་བཞག་ད་གཉིས་པ་དེ་ག་རེད་ཟེར་སོང་ན་ཨ་ནི་གཅིག་གི་ས་གནས་གཞན་དག་གི་དཔོན་རིགས་ཀས་ཀོང་ཅི་དཀར་པོའི་གི་ཨ་ནི་ཁེ་ཕན་ལ་ཡག་གནོད་འཚེ་བྱས་མི་ཆོག་པ་དེ་འདྲས་ཀྱི་རེད་བཞག་གསུམ་པ་དེ་ག་རེད་ཟེར་སོང་ན་ང་ནག་ཚོ་ཀོང་ཅི་དཀར་པོའི་རྒྱལ་པོའི་གཞིས་དེ་ཡིན་སོང་ན་ཨ་ནི་ཀོང་ཅི་དཀར་པོའི་གདུང་རྒྱུད་ཁོ་ནས་འཛིན་ཆོག་པའི་གི་ཨ་ནི་གནོད་འཚེ་ཡི་གི་ཅི་ཡི། རེ་བཞག། ཨ་ཅང་ཅང། ད་དེང་སང་གི་དུས་ལ་ཡང་ང་ཚོ་བོད་པའི་གྲོགས་པོ་མང་པོ་ཅིག་ནི་བོད་པ་རང་ཉིད་ཀྱི་ལོ་རྒྱུས་དང་དེ་བཞིན་ཅིག་བོད་པ་རང་ཉིད་ཀྱི་སྔར་སོང་ལ་རྒྱ་དོ་སྣང་དང་སྣང་འཇོག་བྱེད་ཉེན་ཧ་ཅང་ཉུང་ཉུང་ཆགས་བསྡད་ཡོད་རེད་སླད་ཕྱིན་ང་ནག་ཚོ་ནི་མ་འོངས་པ་ལ་ཡང་ནི་གྲོགས་པོ་དེ་བས་མང་བས་ཀྱི་ང་ནག་ཚོ་བོད་པ་རང་གི་ལོ་རྒྱུས་དང་དག་ནང་བཞིན་གྱི་ཅིག་བོད་པ་རང་ལ་ཡོད་པའི་ཀྱི་རིག་གནས་དེ་ཚོ་ལ་ཡང་སྣང་འཇོག་བྱེད་ཡག་གི་རེ་བ་ཡིན་རེ་ཞུ་གི་ཡིན། ད་གུས་པ་སྙོམས་པ་རྣམ་པ་རིན་རྒྱ་མཚོས་ཀྱི་ནི